ཨེ་ནི་གཉིས་ལ་ཡང་དེ་གཅིག་འདུག། འཛམ་བུ་གླིང་འདི་གང་ལ། མིག་ལྟོས་བུ་འཁོར། དཀའ་ངལ་རེ་རེ་འཕྲད་དུས་འཚེ་བའི་ལམ་འདྲ་ཞིག་འདུག་ག། འདི་ང་ཚོ་སེལ་བར། དཀའ་ངལ་ག་དུས་ཡིན་ནའི་དལ་དལ་གྱི་རེད། དཀའ་ངལ་སེལ་ཐབས་དེ། འཚེ་བ་མེད་པའི་ལམ་ལ་བརྟེན་ནས་དཀའ་ངལ་སེལ་ཐབས་བྱེད། དེ་མ་གཏོགས་འགྲོ་ས་མི་འདུག་ག། དཀའ་ངལ་འཕྲད་པ་དང་འཚེ་བའི་ལམ་དུ་ཕྱིན་པ་ཡིན་ན། འཚེ་བ་ལ་འཚེ་བའི་ལན་སླེབས་ཆེད་ད་ཁྱོད་ནས་བལྟས་ན་མི་མང་པོ་ཅིག་དཀའ་ངལ་འཕྲད་ཀྱི་འདུག་བ། ཚེ་འདི་འདྲ་ཡིན་དུས་ཙང་ནས་ང་ཚོ common sense བསམ་བཏང་པ་ཡིན་ན། དཀའ་ངལ་སེལ་ཡག་དེ་མི་ཡི་སྤྱི་ཚོགས་ནང་གི་དཀའ་ངལ་ཡིན་དུས་ཙང་ནས

ཨ་མདོ་གོ་ཟོན་གྱི་གཏོར་བཤིག་བྱེད་ཡག་གི་ནུས་པ་ཇི་ཙམ་ཆེ་རུ་ཕྱིན་པའི་ཚོད་ཀྱིས་མི་མང་པོ་ཞིག་ལ་དཀའ་ངལ་འཕྲད་གི་འདུག་ཁོར་ཡུག་ལས་དཀའ་ངལ་འཕྲད་གི་འདུག་ས་འདི་འདྲ་ཡིན་དུས་ས་ནས་ཡང་ང་ཚོ་འཚེ་བ་མེད་པའི་ལམ་ཁོ་ལ་ཁོ་ན་ལ་བརྟེན་ནས་དཀའ་ངལ་གདོང་ལེན་བྱེད་ཡག་མ་གཏོགས་མི་འདུག་ག་ས་འདི་འདྲ་ཡིན་དུས་ས་ནས་ད་ལྟ་བོད་གངས་ཅན་གྱི་ང་ཚོ་བདེན་པའི་འཐབ་རྩོད་བྱེད་ཡག་དེ་མཐའ་གཅིག་ཏུ་འཚེ་བ་མེད་པའི་ལམ་ལ་བརྟེན་ནས་ཕྱིན་པ་དེ་རང་བཞིན། ང་རང་ཚོ་ད་བློ་གཟུར་གནས་པ་ཅིག་གིས་དེའི་ནུས་པ་ཐོན་ཐུབ་པ་ཞིག་དང་འབྲས་བུ་ཐོན་ཐུབ་པ་ཞིག་བྱུང་ན་འཛམ་བུ་ནི་འདིའི་སྒང་གི་དཀའ་ངལ་འཕྲད་ཟིན་མཁན་མང་པོ་ཞིག་ལ་མིག་དཔེ་སྟོན་ཐུབ་ཡ་རེད། ང་ཚོས་དཀའ་ལས་བརྒྱབ་ནས་ཚོར་བ་བའི་ལམ་ལ་བརྟེན་ནས་གཉིས་ཕན་གྱི་ལམ་ལ་བརྟེན་ནས་དཀའ་ངལ་སེལ་ཐུབ་བྱེད་ཐུབ་པ་དེ་ཕམ་ཉེས་ཕྱིན་པ་ཡིན་ན་ཅི་སྟེ